ད་གོང་དུ་ཚེས་གྲངས་དུ་འབོད་དགོས་རྒྱུ་མཚན་ནི་འདི་ག་རེ་རེད་ཟེར་ན། རྒད་པོ་ཁ་ཤས་ཅིག་གིས་དེ་ཉིད་ད་རྒན་འདིའི་ཐོག་ནས་ཁྱོད་ཀྱི་ཟླ་ཚེས་དུས་ཚོད་ལོ་རོགས་བྱོས་མ་གཏོགས་འཁྲུག་འགྲོ་གི་འདུག་ཟེར་དུས་གསུངས་གནང་གི་འདུག་ནང་ཆོས་རིག་གནས་ཟླ་ཚེས་དང་དེ་ཚོ་བཤད་གི་ཡོད་མ་རེད་མི་བཤད་དགོས་རྒྱུ་མཚན་ག་རེ་ཟེར་ན་དྲ་རྒྱ་གི་ཐོག་ནས་དེ་ཉིད་ཟླ་ཚེས་དུ་ཡོད་པ་ན་བྱས་རོགས། རྒྱལ་པོ་དེ་ཚོས་ཏུའུ་སི་ཅི་ར་ཁྱུ་བྱས་པ་ལ་བརྟེན་ནས་ནི་ད་རེས་འདིའི་ཐོག་ནས་ད་རྗེས་མར་ནི་ངས་སྐད་ཆ་ག་དུས་བཤད་ན་སྙིང་ཁོག་ནས་འདར་སེ་དེ་འོ་འབོད་པ་བྱེད་ཀྱི་ཡིན་ཟེར་ཏུའུ་སི་ཅིས་ནི་ཞུ་འདོད་བྱུང། ད་ངས་ད་རེས་ག་རེ་བཤད་ཡོད་དྲོད་གསུངས་ཟེར་སྡེ་ཚན་གཉིས་འདྲ་བོ་ཅིག་བཤད་ཡོད་དྲོད་གསུངས་ཡིན་ནའང་འོ་དུས་ཚོད་ཡུན་རིང་པོ་ཆགས་སོང་ན་ནི་ཡང་ཅིས་མ་གཏོགས་ཞུ་མི་ཐུབ་ཀྱི་གནད་དོན་ཡང་ཡོང་སྲིད་ཀྱི་རེད་ཟེར་རྣམ་པ་ཚོར་འདོད་ཞུ་འདོད་བྱུང། ད་སྡེ་ཚན་དང་པོ་དེ་ག་རེད་ཟེར་ན། ཨ་ནི་བ་སྤུའི་བུ་ག་དང་འདྲེས་ཀྱི་འདུག་ཅེས་སྐྱེ་བ་ཅིག་བྱེད་ཡ་གཅིག་དང། ཉེས་པ་གཅིག་དེ་ག་རེ་ཡིག་ཐོག་ཅིག་ཤོད་ཉོས་དྲོ་སོང་ཟེར་བ་ཡིན་ན་ད་ལྟ་ང་ཚོའི། འོ་ད་ག་ཚོད་ག་ཉིན་ང་ཚོའི་གནས་མཆོག་རྡོ་རྗེ་གདན་དུ་གོང་ས་ཡི་ནོར་བུ་ཨ་ནི་སྒོ་འབྱེད་གནང་བཞིན་ཡོད། གོང་ས་ཏཱ་ལི་བླ་མས་ཨ་ནི་བོད་རྗེའི།

བདག། བ་སྤུའི་བུ་ག་དང་འདྲེས་བྱས་པ་ག་རེ་ཟེར་བ་སྤུའི་བུ་ག་དང་འདྲེས་ནས་ད་ང་ཚོས་སྤྱི་ཚོགས་ནང་ལོ་ན་མང་པོ་ཅིག་མགོ་ལོག་བརྩེགས་ཡིན་འདུག་མགོ་ལོག་མང་པོ་ཞིག་བརྩེགས་ཡིན་འདུག་ད་མགོ་ལོག་མང་པོ་བརྩེགས་དེ། ད་མ་ཡོང་གི་ཆེད་དུ་ད་དེ་ཡང་སྤྱི་ཚོགས་ནང་ལོ་ན་རྙོག་དྲ་ཆེན་པོ་ཅིག་དང་དེ་དང་ཕ་ལྷན་འགྲོ་རེས་སྤྱི་ཚོགས་ནང་ལོ་ན་བེད་རྒྱ་ཆེན་པོ་ཞིག་འགྲོ་གི་འདུག་ད། ད་བབས་པའི་བུ་ག་ས་བ་དེ་ག་རེ་ལོག་གི་ཡོད་རེད་ས་བ་དེ་དེ་ནས་ད་ལྟ་ང་ཚོས་བ་པོ་ཟེར་ཧ་གོ་ར་འདོད་འདུག་ཨ་ནི་བ་པོ་ཚོ་སྐྱེ་འཚར་གི་ཡུལ་ཁུངས་ཅིག་འདུག་དེ་ནས་བུ་ག་ལོག་ཡོད་ར་བབས་པའི་བུ་ག་ས་དེ་ལོག་ཡོད་ར་ད་བ་པོ་ཟེར་ང་ཚོས་གཟུགས་པོ་ལ་སྐྱེ་ཤེས་མཆོག་པོ་འདི་འདྲའི་ཤ་ཤ་ཡིན་འདུག་དེ་ནས་བ་པོ་ལོག་ཡོད་ར་ཨ་བུ་ག་ཟེར་དེ་ཡ་སྐྱེ་འཚར་གི་ད་ཡུལ་ཁུངས་ཅིག་འདུག་དེ་ལ་བུ་ག་ལོག་བབས་པའི་བུ་ག་ས། ད་དེ་ལྟ་བུའི་གི་བ་བུ་བུ་ག་དང་འབྲེལ་ནས་ག་རེ་བྱེད་ཡ་ཡོད་རེད་ལག་རྒན་མགོ་སྐོར་ག་རེ་བྱེད་ཡ་ཡོད་རེད་ཟེར་དུས་སུ་ཞུ་བ་ཡིན་ན། ད་དེ་དཔེ་ཧ་ལས་ཡག་གི་ཛབ་ཆེན་ཞེ་བོ་ཞིག་རེད་འདི་ཤ་ཟ་དེ། ད་ང་ཚོའི་ཆོས་ཕྱོགས་ནང་སློབ་མའང་འབྲེལ་ནས་སྐད་ཆ་བྱེད་སླེ་བོ་རེད། ཨ་ནི་དཔེ་ན་དགེ་ལྡན་པ་ནང་བཞིན་མཚོན་བ་ཡིན་ན་ཨི་ནི་བླ་མ་ཆོས་པ་ནང་སློབ་ནི་དེ་འདྲ་ཅིག་ཡོད། དུས་སུང་ཤོག་ཆོས་རྒྱལ་བ་ཐང་ཆད་ལ་གང་གི་བ་བུ་བུ་ག་བྱེད་ཟིན་ཡང། བདག་ཅག་ས་ནག་ཞིང་དུ་ལས་སྔགས་པའི་ཤངས་ཀུན་ཐུགས་རྗེ་ཅན་ལ་གསོལ་བ་འདེབས་ཟེར་ཚེ་དེ་འདྲ་གི་བླ་མ་མཆོད་པ་ཚིག་ཤོད་ལ་ག་ཅིག་འདུག་ཟེར་བྱས་ནས་ཡོད། ད་དེ་དང་འབྲེལ་ནས་ག་རེ་འགྲེལ་བཤད་བྱེད་དགོས་ཡོད་རེད་ཟེར་ན། རང་གི་རྩེ་ཡི་བླ་མ་ནང་ཨིན་རྩེ་དགོས་ཡ་བྱས་དང་གི་འགྲེལ་བཤད་ཅིག་བྱ་འོས་ཡོད་ད་ཤེས་ཚོར་གནང་ལོ། ད་དེ་དེ་བཞིན་དུ་ར་ང་ཚོ་ཆོས་ལུགས་གཞན་དག་དང་ཆོས་བརྒྱུད་གཞན་དག་ཏུ་ཚུར་ནང་ད་ག་རང་གི་འགྲེལ་བཤད་བརྟག་ནས་ཡོད་ཟེར་ད་དེ་འདྲ་བྱས།

དེ་ལ་བརྟེན་ནས་མང་ཚོགས་མགོ་སྐོར་མང་པོ་ཐེ་ཡ་གཅིག་དང། མང་ཚོགས་ཡིན་ན་དེའི་ཐོག་ནས་ཆོས་ཡིན་ན་དེའི་ཐོག་ནས་ཆོས་ལ་ད་གར་ལོག་གི་སྒྲོ་འདོགས་དང་སྐུལ་འདེད་ཡོང་བ། ད་དེ་འདྲ་གི་སྐྱོན་ཆ་ཆེན་པོ་བཞི་པོ་གཅིག་འདུག་ཨོ་ཏུས་བཅས་ནས། ད་དུས་གསུང་ཞུ་བཅུའི་རྒྱལ་བ་ཐམས་ཅད་ལ་གང་གི་བ་སྤུའི་བུ་ག་གཅིག་ཙམ་ཡང་ཟིན། རང་གི་རྩེ་ཡི་བླ་མ། ད་ག་འདྲ་ཅིག་ཡིན་ན་འདི་སངས་རྒྱས་སྨྱོས་ཀྱི་འདུ་ཤེས་བྱ་དགོས་རེད་ཟེར་ཡིན་ནའང་དེ་ཡི་གེ། བླ་མེད་ཀྱི་བ་སྤུའི་བུ་ག་ཡིན་ན་ཡང་དེ་ཚོ་ལ་ཡང་གཉིས་རང་ཉིད་ཀྱི། ནི་ཡུལ་དོན་གྱི། རང་ཉིད་ཀྱི་བསོད་ནམས་བསགས་ཡས་ཀྱི་ཞིང་གི་མཆོག་ཏུ་གྱུར་པ་རེད་ཟེར་ད་དུས་སུ་མཁྱེན་གསུངས་ཡོད་ར། དེ། བླ་མའི་སྐུ་གསུང་ཐུགས་ལ་ཡོད་པའི་གི་ཡུལ་དོན་དུ་ཚུར་ནས་ཡ། འགྲེལ་བཤད་བརྗོད་འགྲོ་ཡོད་ར་མ་གཏོགས། བླ་མེད་ཀྱི་གཡས་དང་གཡོན་དང་རྒྱབ་དང་འདུས་དང་དེ་ཚོ་ཡོད་ཡ་ནི་བརྩི་གོ་བྱེད་དགོས་ཡ་གི་དེ་འདྲའི་གི་འགྲེལ་བཤད་དུ་མ་རེད་ཟེར་དེ་འདྲའི་འགྲེལ་བཤད་བརྗོད་ངེས་དེ་ཚོ་འགྲེལ་བཤད་ལོག་པ་རེད་ཟེར། ད་ངས་ང་རང་ཚོ་དཔེ་མཚོན་གཅིག་གི་ཐོག་ནས་ཞུས་པ་ཡིན་ན། ད་ང་རང་ཚོ་ནང་པ་སངས་རྒྱས་པ་རྣམས་ཀྱིས་ཕྱག་མཚོན་བ་ཡིན་ན་དེ་ཉིད་མགོ་བརྩེ་ཐོག་ཐུབ་པ་སངས་རྒྱས་བསྐྱངས་ལྡན་དང་གོ་དང་བུ་དང་ཐུགས་སུ་ཆེར་འཆགས་འདི་ཡོད། ད་ང་ཚོ་སངས་རྒྱས་བསྐྱངས་ལྡན་འདས་ཀྱི་བ་སྤུའི་བུ་ག་ཡར་བཅད་པ་ནི་ང་ཚོས་བརྩི་བཀུར་བྱེད་ཀྱི་ཡོད་རེད་བྱེད་ཀྱི་ཡོད་རེད། ང་ཚོས་ཀྱི་ཡང་ནི་བསོད་ནམས་ས་ཡི་ཞིང་གི་མཆོག་ཏུ་བརྩི་བ་ཡོད་ཀྱི་རེད་བརྩི་གི་ཡོད་རེད།

དེའི་ལས་གཞན་ལྟ་བུ་དེ། ཨ་ནི་ང་ཚོ་སངས་རྒྱས་བསྐྱངས་ལྡན་འདས་ཀྱི་བ་སྤུའི་བུ་ག་བརྩིགས་ཡོད་རེད་ཟེར་བརྩིགས་ཡོད་མ་རེད། བདུད་ལས་གཞན་ཟེར་བར་ཁོ་བདུད་བདུད་རང་རེད་བདུད་ལོག་ཡོད་ད། ད་བདུད་ཟེར་ག་རེད་ཟེར་ན་ད་ང་ཚོ། དེ་གི། ང་ཚོའི་སེམས་སེམས་ཤུགས་རྣམ་གཞག་ཤེས་དགོས་ནོ་ལོག་ནོ། རྩ་ཉོན། གྲུ་དང། ཉུལ་ཉུལ་ནས་ཞུ་གཞན་ཆུ་བཞི་ལ་སོགས་པའི་སྡེ་ཚུགས་ཀྱི་གཞན་དབང་དུ་བཅོལ་བའི་དུས་ཚོད་ཀྱི་རྗེས་སུ་འབྲངས་ནས། དེ་ཚོ་གཙོ་འཛིན་བྱས་ནས་འགྲོ་འདུག་ཉལ་ཡིན་པ་སོང་ཙང་ཨ་ཁོ་ལོ་བདུད་ཟེར་གྱི་མིང་བཏགས་པ་རེད་ཟེར་གྱི་ཆ་ནས་ང་ཚོས་བདུད་ཟེར་བ་དང་བདུད་བཞི་ཡི་གི་ནང་བཞག་བྱས་ཡོད་སྟབས། དེ་འདྲ་སོང་ཙང་ཨེན་ཐུབ་པ་སངས་རྒྱས་བསྐྱངས་ལྡན་འདས་ཀྱི་ད་སྤུན་ཆ་ཡིན་ན་ཡང། ད་ལྟ་དེ་ལྟ་བུ་དེ་ལྷས་བྱིན་ལྟ་བུ་དེ། ཡིན་ནའང་ང་ཚོས་དེ་ཨ་ནི་ང་ཚོས་ཀྱི་གསང་སྣང་གི་ཞིང་གཅིག་དང། གསང་སྣང་གི་ཞིང་མཆོག་ཡིན་པ་གཅིག་དང། དེ་འདྲ་ང་ཚོ་ནང་པ་སངས་རྒྱས་པ་སུས་ཡང་ངོས་འཛིན་བྱེད་ཀྱི་ཡོད་མ་རེད། སུས་ཡང་ངོས་འཛིན་བྱེད་ཀྱི་ཡོད་མ་རེད།

ལྷས་ཤིང་ཚལ་མར་སངས་རྒྱས་བསྐྱངས་ལྡན་དེ་ཡི་གོས་སུ་ནོར་ལོ་ནོར་ད་དེ་འདྲའི་གེགས་མང་པོ་ཅིག་ཡོད་ད་གྲངས་ཀ་བཅད་མ་དགོས་ཀྱི་ཨ་དེ་ནང་བཞིན་གྱི་རང་རང་གི་རྩེ་ཡི་བླ་མ་ནང་འཁོར་ལ་ཡང་དེ་འདྲའི་གེགས་ཡོད་སྲིད་ཀྱི་རེད་དེ་འདྲའི་སོང་ཙང་དེ་སྐད་བྲིས་ཏེ་རྣམ་པ་ཚོས་གིས་བརྩི་བཀུར་བྱེད་དགོས་མ་རེད་འམ། ག་རེད་ཟེར་ན་ང་ཚོའི་ཆོས་གཞུང་ནས་བཤད་བཤད་འཇོག་གི་ཨ་ཉེ། ག་རེ་ལབ་དགོས་ཀྱི་ད། ཨ། རང་གི་བ་སྤུའི་བུ་ག་ཅིག་བཞག་ཡང་བདག་ཅག་བསོད་ནམས་ཤིན་ཏུ་ལེགས་བསྔགས་པས་ས་དེ་སངས་རྒྱས་ཀྱི་ཡུལ་དོན་དུ་ཡར་བཞག་ཡོད་རེད་མ་གཏོགས་སངས་རྒྱས་ཀྱི་འཁོར་ལོ་དང་སངས་རྒྱས་ཀྱི་གཡས་དང་གཡོན་དང་དེ་ཚོ་བྲིས་དོན་དུ་བཞག་གི་ཡོད་མ་རེད། དེ་འདྲའི་གི་འགྲེལ་བཤད་དང་འགྲེལ་བཤད་ལོག་པ་བརྗོད་ནས་ཨ་ནི་ཅི་ད་ཤི་ཚོགས་ནང་ལོག་ནང་ཨ་ནི།

བོད་གངས་ཅན་ར་དང་རིམ་པ་མང་པོ་བཞུགས་བཞག། དེ་སྐད་ཀྱི་མགོ་རྙོག་བཙལ་བ་དེ་ཚེ་ད་མང་ཚོགས་ནང་ལོ་ན་ཆོས་ཀྱི་གོ་རྟོགས་མེད་ངན་དེ་ཚོས་ད་དེ་ཚོ་ཡིན་གྱི་རེད་བསམ་པ་ན་ཡི་དེ་འདྲ་གི་དོགས་པ་བྱེད་ངན་མང་པོ་འདུག། དོགས་པ་ཡོད་ངན་ཁ་ཤས་ང་འདྲི་བ་དྲིས་སོང། ད་དེ་ཚོ་བྲིས་ཏེ་རྒྱན་ག་འདྲས་རེད་ཟེར་དུས་སུ་ཁྱེད་ནས་སྐད་ཆ་དྲི་ངེས་དུས་སུ་བྱུང་གསུང་ཟེར། ཡིན་ནའང་དེ་ཚོ་བྲིས་ཏེ། བླ་མེད་ཀྱི་བ་སྤུའི་བུ་ག་ཆགས་ཀྱི་ཡོད་རེད་ཟེར་ཆགས་ཀྱི་ཡོད་མ་རེད་ཟེར་ཏེ་འོ་ད་དུས་སུ་བྱུང་དུས་བྱུང། ཨཱ་ད། བླ་མེད་ཀྱི་བ་སྤུའི་བུ་ག་ལ་ཡ། ཨཱ་ང་ཚོས་ག་རེ་བརྩི་གི་ཡོད་རེད་ཟེར་རང་ཉིད་ཀྱི། བསོད་ནམས་ཀྱི་ཞིང་མཆོག་ཡིན་པ་དུས་སུ་ཁྱེད་ནས་བལྟ་གི་ཡོད་རེད། ད་དེ་ད་ནང་བཞོན་དགོས་རེད་ད་ནང་བཞོན་དགོས་རེད་ཟེར་ཨ་ནི་མང་ཚོགས་མགོ་སྐོར་དང་དེ་འདྲའི་གི་ད་གསང་སྔགས་ལོག་པ་སྤེལ་ནས་འདུག་བྱས་ནས་ད་ཁ་བ་གང་བྱེད་པའི་ནི་གནའ་ནས་ད་ལྟའི་བར་དུ་གཞུང་དང་གཞུང་ཡིན་པ་རེད་ད་ལྟ་ཡང་ཤི་ཚོ་ནོར་ལོག་དེ་འདྲའི་གི་འགྲོ་ངེས་འདུག་འགྲོ་ངེས་ཡོད་བ་སོང་ཙང་དེ་སྐད་དྲིས་ཏེ་རྣམ་པ་ཚོས་གི་རང་གི་རྩེའི་བླ་མ་གི་བཀའ་ག་རེ་གནང་གི་འདུག་རྩེའི་བླ་མ་དེ་ཡ་རྩི་དགོས་བྱས་ནས་འགྲིག་ཡོད་ད། ད་དེ་མིན་བོད་ཀྱི་གཡས་དང་གཡོན་དང་དེ་འདྲའི་རྩ་ཉོན་དང་ཉེ་ཉོན་དང་ད་དུས་ཚོད་ཀྱི་གཞན་དབང་དུ་གྱུར་འདུག་ཉན་གི། འོ་ད་དུས་ལས་གཞན་ལྟར་བོད་ཀྱི་རིགས་དེ་སྐད་བྲིས་དེ་ནོར་ཨང་དུ་བརྩི་དགོས་བྱེད་དགོས་མ་རེད་ཟེར་ངའི་རྣམ་པ་ཚོར་འདི་ཞུ་འདོད་བྱུང་ཡོད་དེ། དེ་བརྩི་དགོས་བྱེད་ཡག་ཡིན་ན་མཐའ་མ་དུ་རང་ཉིད་ཀྱི་རྩེ་ཡི་བླ་མ་ནོར་གྱི་དད་པ་དུ་སྐད་བྲིས་དེ་ལོས་འབྱོན་རྒྱུ་བ་དང། བརྟན་པོ་དམན་པོ་ཟེར་བ་དང། དེ་ནི་བླ་མ་རྣམས་ལ་ཡང་དེ་འདྲའི་གི་སྐྱོན་དེ་ཚོ་བླ་མེད་གི་སྐྱོན་རེད་མདོག་མདོག་དེ་འདྲའི་གི་བཤད་དགོས་ངོ་ཚོ་ཤི་ཚོགས་རྣམས་ལ་མི་རེ་ཟུག་ལེ་ཡོང་དོ། དེ་ཚོ་བཀྲིས་དེ་དད་པ་ཞང་དོང་མ་ཤེས་གི་སྐྱོན་བྱས་ནས་ད་ཤི་ཚོགས་རྣམས་ལོག་ལ་དཀའ་ངལ་ཅིག་རེ་བཤད། དེ་འདྲའི་སོང་ཙང་ཨ་ནི་བ་བུ་བུ་ག་ཚོས་གི་ཆོས་གཞུང་རྣམས་ལོག་བཤད་བཤད་འཇོག་གི་དུས་སོང་ཤོག་ཆུ་རྒྱལ་བ་ཐང་ཆད་ལ་གང་གི་བ་བུ་བུ་ག་ཅི་ཙམ་ཡང་བདག་ཅག་ས་ནག་བཞིན་དུ་ལས་སྔགས་པའི་ཤངས་ཀུན་ཐུགས་རྗེ་ཅན་ལ་གསོལ་བ་འདེབས་ཟེར་ནས་དགེ་ལྡན་པ་ལྟ་བུ་ཅིག་མཚོན་བ་ཡིན་ན་ཚིག་འདི་སྐད་བྲིས་སླ་ཆོས་ནོར་ལུག་ཚིག་འདི་སྐད་བྲིས་འདི་འགྲེལ་བཤད་དེ་མ་ནོར་བ་དང་མ་འཁྲུལ་བ་དང། འགྲེལ་བཤད་དེ་ཡི་ཐོག་ནས་ཨ་ནི་ཅི། ཞེས་ཚོགས་ནོར་ལུག་མགོ་སྐོར་གཏོང་ངེས་བྱུང་སོང་ན་དེ་ཚོ་ཉོས་ཟིན་ཐུག་དགོས་བ་དང་མགོ་སྐོར་བཏང་ངེས་ཀྱི་ལྷུ་སྒྲིལ་བྱས་ངེས་ཀྱི་དེ་འདྲའི་ལྷད་སོང་ན་དེ་ཚོ་བླ་མ་ཚད་ལྡན་མ་ཡིན་པ་གཅིག་ལ་ངོས་འཛིན་བྱས་ལ་ཆོག་གི་རེད་བསམ། ང་བླ་རྒན་དེ་གི་དུས་སུ་དྲན་གྱི་འདུག་བསམ། ད་དྲན་པ་ཙམ་གྱི་ཡང་མ་རེད་དེ་གི་རྒྱ་གཞུང་གི་ཐོག་ནས་བཤད་དགོས་ན་རིག་པ་གི་གཏང་དགོས་ན་གཏང་ཡོད་ལ་ནོར་བགྲང་དགོས་ན་བགྲང་ཡོད་ཟེར་རྣམ་པ་ཚོ་ནས་དེ་ཞུ་འདོད་བྱུང། དེ་ཡི་ཆ་ནས་དེ་ཉིད་ད་ད་ལྟ་ང་ཚོས་ང་ཚོའི་སྤྱི་ཚོགས་དེ་ཚོ་ན་མི་ཤེས་པའི་ཨང་གིས་དེ་འདྲའི་གི་སྐད་ཆ་བཤད་ནས་སྤྱི་ཚོགས་ནོར་ལོག་འགྲོ་འདི་ངེས་ཀྱི་དེ་འདྲའི་ཡོང་འུ་འདུག་ད་དེ་ཡོང་ཨ་གི་ད་འགྲེལ་བཤད་ལོག་པ་དེ་སྐད་བྲིས་ཏེ་བརྗོད་འདི་ངེས་ཀྱི་དེ་འདྲའི་གི་ད་བླ་མ་རྫུན་མ། ད་ཟེར་ནི་མི་འདུག་ད་དེ་འདྲའི་བྱས་ནས་ད་མང་ཚོགས་ནང་ལོག་ནས་དེ་འདྲའི་བྱས་འདི་ངས་འདི་ད་ཐུབ་པ་སངས་རྒྱས་བསྐྱངས་བསྡད་འདི་རྒྱུའི་རྗེས་སུ་ནང་ལོག་ནས་ད་ག་ལ་ལོག་དགོས་ཀྱི་ད་ང་ཚོས་ཀྱི་གསང་སྔགས་ཀྱི་ཆོས་འདི་ལ་ཨ་ནི་གསང་སྔགས་ཀྱི་ཆོས་འདི་ཡར་ལྷས་ནར་གྱི། འོག་ཏུ་སྤྱན་བརྒྱབ་ནས་མ་ལྷ་ཡི་གེ་མགོ་བདེ་ད་ལ་ངོ་སྟོང་ཕྲག་གི་གང་རུང་མགོ་བཙུགས་ཡོད་ཚ་རེད་ལ་ད་ལྟར་ཡིན་ན་མ་དག་རྒྱུན་འབྱམས་བྱས་ནས་ཤི་ཚོགས་ནོར་ལོག་འགྲོ་འདི་གས་དེ་གས་བྲིས་ཏེ་གཙང་སེལ་བྱས་དགོས་པ་ཅིག་དང་ཁྱད་པར་དུ་རང་རང་སོ་སོའི་གི་སང་ཏང་ཡི་སྐོར་ཟིན་ནོ་ནི་ཚིག་དེ་ཚོ་བྲིས་དུས་ཀྱི་ད་ཆོས་གཞུང་ནོར་ལོག་གི་ཚིག་དེ་གས་བྲིས་དུས་ཀྱི་གོ་བ་དེ་མ་ནོར་བ་དང་མ་འཁྲུལ་བ། འོ་ལྟོས་སུ་བྱས་བརྗོད་ཐུབ་དགོས་དེ་ཧ་ཅང་གལ་འགངས་ཆེན་པོ་རེད། དེ་འདྲ་བརྗོད་མ་ཐུབ་བ་ཡིན་ན་ནི་རང་ཉིད་ཡིན་ན་མགོ་སྐོར་ཐལ། ཨ་ནི་དཔེར་ན། ང་ཚོ་ཐུབ་པ་སངས་རྒྱས་བསྐྱངས་ལྡན་འདས་ཞལ་བཞུགས་ཀྱི་སྐོར་སོགས་ང་ཚོ་ཚང་མ་ཡོད་པའང་བཏང་ནས་ཨ་ནི་ཐུབ་པ་སངས་རྒྱས་བསྐྱངས་ལྡན་འདས་ཀྱི་འཁོར་ཚང་མ་གཅིག་གཅིག་ཚེ་ཚེ་དགོས་གི་ལྷས་བཞིན་དུས་སུ་ཐུབ་པ་སངས་རྒྱས་བསྐྱངས་ལྡན་འདས་ཟེར་ཨ་ནི་ལྷས་བཞིན་ཁ་ན་ཉོན་འགྲོ་ཁ་བྱས་ན་ཨ་ནི་ལྷས་བཞིན་གྱི་དབྱངས་ནི་གཡོ་འུར་ར། ལས་གཞན་གྱི་དབྱངས་ནི་གཡུ་བ་བརྒྱ་ཆ་བརྒྱ་ར། དེ་ལྟ་བུ་ཆགས་སྲིད་ཀྱི་རེད། ངས་དཔེ་མཚོན་བྱས་པ་ཡིན། དེ་ནང་གི་ད་ལྟའི་གི་ཤི་ཚོ་ནི་རང་རང་གི་རྩེ་ཡི་བླ་མ་ག་འདྲས་ཀྱི་ཡོད་པ་ཡིན། གདོང་དམར་གྱི་མི་རིགས་འདི་ནི་ཆོས་དད་ཆེན་པོ་རེད་ལ། ཆོས་ཀྱི་ཐོག་ནས་དངོས་གནས་གྲུབ་ནས་བློས་བཏང་ཡང་ཆེན་པོ་རེད་ལ། ཆོས་ལ་ཡང་དགའ་དད་སྤྲོ་གསུང་ཡང་ཆེན་པོ་རེད། དགའ་དད་སྤྲོ་གསུང་དེ་མ་ནོར་བ་གནང་རོགས་གནང། ད་རིང་འདི་ཡི་ཐོག་ནས་བཅར་ནས། འོ་ཐུགས་རྗེ་ཆེ་ཞུ་ཉོན་སྤྲོ་གསུངས། དེ་ནས་ད་ཀ་མ་བཅུད་ཀྱི་རྫས་ཀྱིས་ཕྱག་འཚལ་བྱ། དེ་ནས་ད། ཏཱ་ལའི་བླ་མས། ཨ་མྱེས་ག་རེ་ལ་དགོས་ཀྱི། ད། རྒྱ་དང། བོད། བོད་དང་རྒྱ་ཡི། ཨ་མྱེས་གནའ་ཡིག་གི་རིག་གཞུང་ལྟེ་གནས་ཁང་དང་འབྲེལ་ཡོད་འགན། ཨ་མྱེས་ཀྱི་ལེ་ཚན་གྱི་སྐད་ཆ་དེ་ད་རྗེས་མ་ཅིག་ཞུ་ཆོག་ཅེས་ད་རེས་འདིའི་ཐོག་ནས་ཞུས་ན་རིང་དྲག་འདྲ་ས་རེད་ཟེར་རྣམ་པ་ཚོས་འདི་ཞུ་འདོད་བྱུང། གཉིས་པ་ཅིག་ག་རེ་ཞུ་འདོད་བྱུང་སོང་ས་ཡིན་ཁ་སིར་ངས། མཚན་ཉིད་དུ་ཅི་འདི་གང་ནོ་མཚན་ཉིད་དང་འབྲེལ་བའི་སྐད་ཆ་ཁ་ཤས་ཅིག་བཤད་ཨ་རེད། དེ་མུ་མཐུད་ནས་བཤད་དགོས་བསམ་འདུག་ཨོ་ཡིན་ནའང་རྣམ་པ་ཚོ་ནི་མུ་མཐུད་ཤེས་ཐབས་བྱེད་གི་ཡིན་ཟེར་གྱི་མ་ཨོ་ད་ཡིན་ནའང་དེ་མཚན་ཉིད་སྐོར་ནས་བཤད་དུས་ཨ་ནི་དོན་གཉེར་བྱེད་ངེས་གི་ད་ངས་འདི་ཐོག་ནས་སྐད་ཆ་ཞེ་འདྲ་ཞིག་བཤད་དུས་མི་ཐུང་འདྲ་ཐུང་འདྲ་ལྟ་འགྲོ་གི་འདུག་ཨ་ད་མཚན་ཉིད་ཀྱི་ཐོག་ནས་དོ་སྣང་བྱེད་ངེས་ན་མི་བརྒྱ་སྐོར་ཅིག་བརྒྱ།

ངས་ཡིད་ཆེས་བྱས་ཡོད་དེ་འདྲའི་སོམ་ཚང་རྣམ་པ་ཚོ་གི་ད་གཟིགས་ཀྱི་ཡོད་དོན་སྙིང་ཡོད་པ་ཡིན་ན་བླ་རྒན་གི་ད་མཚན་ཉིད་མུ་མཐུད་རྗེས་མར་བཤད་ཀྱི་ཡིན་མཚན་ཉིད་ཨ་ད་དྲ་གྲོགས་གཅིག་གི་ཁ་ཟས་རྒན་དེའི་ཐོག་ནང་སྡིག་སྒྲ་ཁྲིད་རོགས་གནང་ཟེར་དུས་སུ་བྱས་ནས་ཨོ་ད་ཞུ་ངེས་ཅིག་བྱུང་སོང་དུས་སུ་བྱས་ནས་རེ་བ་རྒྱག་ངེས། དེ་འདྲ་སོང་ཙང་རྗེས་མ་ད་འདི་འདྲ་འདུག་བྱས་ནས་ངས་ཁྲིད་དགོས་སམ་འདིའི་ཐོག་འདི་འདྲ་བཤད་དགོས་སམ་འདི་འདྲ་གི་འདི་བཤད་ན་ཅིག་ལྡག་དགོས་སམ་འདི་འདྲ་གི་ཐོག་ནས་མ་འདི་འདྲ་གི་ལྷག་མཚན་སྡེ་ཚན་ཅིག་ཡོད་ར་དེ་ཚོ་ཚང་མའི་ཐོག་ཅིག་རྗེས་མ་མུ་མཐུད་འགྲོ་ཐབས་བྱེད་ཀྱི་ཡིན་ཟེར་དེ་ཅིག་ཞུ་འདོད་བྱུང། ད་བདེ་དགྲ་འདྲ་བོ་ཅིག་ཆ་བཞག་ཡིན་ན་བདེ་དགྲ་ང་ཚོ་ནོ། ཁ་བ་གངས་ཅན་བོད་ནི་བདེ་དགྲ་གི་དཔེ་ཆ་ད་བརྒྱ་ཕྲག་མང་པོ་རེད། ཡིན་ན་ཡང་ད་ལྟ་ངས། རང་ཉིད་ལ་གུང་བསྒྲིགས་ཆེ་ཨ་ཟེར་ན་མི་འདུག་རང་ཉིད་ཀྱི་མི་ཚེ་ནང་སློབ་གྲྭ་ཤར་འཇོག་གི་དེ་ནི་འབྲས་སྤུངས་བློ་གསལ་ནི་དེ་སུ་ལྟ་གི་ཡོད་རེད། ད་དགེ་བཤེས།